ཨོ་ནི་ཡང་ངས་དེ་རིང་འདི་ནས་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བའི་དང། ཨ་ནི་ཡང་དེ་རིང་འདི་ལ་ཁ་ལོ་བ་དེ་འདྲའི་ད་ལྟའི་ཆ་ལ་བལ་དེ་འདྲ་ར་ཤི་ཡའི་དང་ཡུག་རེན་གཉིས་ཀྱི་འདི་འདྲའི་དམག་གི་གནས་སྟངས་དེ་ག་འདྲ་ཞིག་ལ་འགྲོ་གི་འདུག་ལ་ཉེ་དེ་སྐོར་ལ་ཨ་ནི་དེ་རིང་བརྙན་ཐུང་བརྒྱ་དང་ཉི་ཤུ་རྩ་དྲུག་དེ་གཅིག་གཟས་ནས་བསམས། དེའི་ཕྱིར་ཨཱ་ནནྡ་དེ་རིང་འདི་ལ་བརྙན་ཐུང་བརྒྱ་དང་ཉི་ཤུ་རྩ་དྲུག་གི་ནང་ལོགས་ལ་ཨཱ་ནནྡ་དེ་རིང་སྐད་ཆ་བཤད་གནད་དོན་འདྲ་བོ་དེ་ཨཱ་ནནྡ་དེ་རིང་གནད་དོན་གཅིག་གི་སྐོར་ལ་ཆགས་བསྡད་ཡོད། ད་དེའི་ག་རེ་སྐོར་ལ་ཆགས་ཡོད་ལབ་ན་ཨཱ་ནནྡ་ད་ལྟའི་ཆ་ལ་བོད་དེ་འདྲ་ར་ཤི་ཡའི་དང་ཡུཀ་རེན་གཉིས་ཀྱང་དེ་འདྲ་དམག་གི་གནས་སྟངས་དེ་ག་འདྲ་ཞིག་ལ་འགྲོ་གི་འདུག་ལ་ཉེ་དེ་སྐོར་ལ་ཅིག་ཆགས་བསྡད་ཀྱི། ཨཱ་ནི་དམིགས་བསལ་གྱི་ཡང་ད་ལྟའི་ཆ་ལ་བོད་ཀྱི་ནང་ལ་དེ་འདྲའི། གནས་ཚུལ་གསར་བ་ཡིན་ན་རེ་ཡ་མར་འགྱུར་བ་གལ་ཆེན་པོ་མང་པོ་ཞིག་ཞིག་ཨ་ལས་དེའི་ཐུགས་རུ་ཨ་དཔེར་ན་འགྱུར་བ་གལ་ཆེ་བོ་ག་རེ་འགྲོ་ལེ་ལ་ན་ཨ་ན་ད་དེའི་ཆ་འཇར་མུ་ནི་དང་ཁེ་ན་ཏྲ་དེ་ཚོ་གི་ད་ཁ་སང་གི་མ་དེ་འདྲའི་ད་ར་ཤི་ཡ་ལ་དཔལ་འབྱོར་གི་ཉེ་བ་ཞི་བ་ཞིག་ཁོ་ཚོ་གི་བཏང་ཡ་རུ་ཨ་ཧོ་ད་དེའི་ཉེ་བ་བཏང་རྒྱུ་ཁྲིམས་དེ་ད་ད་དེའི་ཆ་ལ་ཁོ་རང་ཚོ་འགལ་འགྲོ་ཡ་དེ་འདྲ་གི་ད་གནས་ཚུལ་གལ་ཆེ་བོ་ད་དེའི་ཆ་ལ་ལས་དེའི་དུ་རུ་ཨ་ཧོ་དེ་འདྲ་སོང་ཙང་ཨ་ན་ད་དེ་ཚོ་གི་སྐོར་ལ་ད་རྡོག་རྡོག་དེ་རིང་ང་ཚོ་བརྙན་ཐུང་གི་གནད་དོན་དང་པོ་ནང་བཤད་ཅིག་ཨ་ཆགས་བསྡད་གི་འདུག་ཨ་དེའི་ཆ་ཨ་ན་ད་གང་ལྟར། ད་ལྟའི་ཆར་ལ་ཕལ་དེ་འདྲ་ར་ཤི་ཡའི་དང་ཡུཀ་རེན་གྱི་དེ་འདྲའི་དམག་གི་གནས་སྟངས་དེ་ག་འདྲ་ཞིག་ལ་འགྲོ་འགྲོ་ཡི་འདུག་ལ་ཡང་ཐུག་ཅིག་ལྟ་ག་འགྲོ་བ་ཡིན་ན་ཨ་ནི་ད་ད་ལྟའི་ཆར་དེ་འདྲ་ར་ཤི་ཡའི་དམག་མི་དང་ཨ་ནི་ཡུཀ་རེན་དམག་མི་ཤུགས་ཆེ་ཤོས་འཛིན་ས་དེ་ཨ་ནི་ཡུཀ་རེན་ཤར་ནང་ཡེ་རྒྱུ་གི་དེ་འདྲའི་ཡུཀ་རེན་གྱི་ས་ཁུལ་ཨ་ནི་ཏྲོ་ནེས་ལ་ཉེ་དེའི་ནང་ལ་ད་ཆགས་དེ་གའི་ཡར་ཞུ་བ་ཨ་ནི་ད་དེའི་ནང་ལ་ད་ལྟའི་ཆར་ལ་ཁོ་གཉིས་ཀྱི་རྫིང་མོ་དེ་ཧང་སང་ཞེད་སྣང་ཚོར་ཡོད་བ་རོ། ད་དོ་དོ་བཤད་བ་ན་ཨ་ནི་ར་ཤི་ཡའི་ངོས་ནས་གཏོར་སྐྱེན་བཏང་ངེས་དང་ཨ་ནི་ར་ཤི་ཡའི་ངོས་ནས་དེ་འདྲའི་ད།

སྤྱང་ཀུ་ལ་དེ་ནས་ཤ་ར་ར་བ་ན་འདི་ཤ་དེ་ར་ག་ཡི་ཆུ་དང་ཁོའི་ཐབས་ཤེས་ཚང་མ་བྱེད་ཀྱི་རུ་བ་དང་ཤ་དེ་ཤོར་སྤྲོ་ཡི་སེམས་ཐག་ཤོར་ཡ་རུ་བ་འོ་དེ་ནང་ལྟར་གི་ད་ད་དེའི་ཆར་ར་ཤི་ཡའི་ལ་འདིར་ཡུཀ་རེན་ཤར་ནང་ལ་ཡི་རྒྱུག་གི་ས་ཁུལ་གལ་ཆེ་བ་ལུ་ཧན་ས་མ་ར་ཚར་བ་དང་ལུ་ཧན་ས་མ་ར་ཤི་ཡའི་བ་ན་ཡ་རུ་བ་ཨ་ལུ་ཧན་བཅས་ལ་འགྲོ་ནས་ཟ་ས་ར་ཡིན་ན་ཨ་ནི་ཤར་ཡུཀ་རེན་ཚང་མ་ཡང་མ་ན་འགྲོ་འབའ་ས་ལ་ཉེ་དེ་ཚང་མ་ད་ར་ཤི་ཡའི་བ་ལ་ཤོར་སྐྱོར་དུ་ཆག་གི་རུ་བ་འོ་དེ་འདྲ་སོང་ཙང་ཤ་དང་མ་སོང་ན་དོག་དོག་དེ་ཁོ་ཚོ་མིག་མདུན་ལ་ཡོད་སོང་ཙང་ད་ཁོ་ཚོ་དེའི་ས་ཡ་གི་ཆུ་དེ་འབའ་ད

ཨ་ད་དེ་བྱས་ལ་ཁོང་ཚོ་གྲ་སྒྲིག་བྱས་དང་བྱེད་བཞིན་པ་ཡིན་ལ་རོ་ཨ་ང་ཚོ་དབྱིན་ཇིའི་སྐད་དང་མ་སོ་ན Counter Attack ལབ་རོ་ཨ་ཕ་ད་ཁ་སང་ཉི་མ་ཟ་སྐྱོ་དེ་ཚུར་ལེན་དེའི་ནང་ལ་བསྡད་རྒྱུ་ར་ཤི་ཡའི་དམག་མི་ཕ་དཔེ་གི་དེ་འདྲའི་གྲ་སྒྲིག་འཆར་གཞི་ཚང་མ་དེ་རིང་ད་དེ་རིང་སང་ཉིན་བཏིང་བསྡད་ལ་རོ་ཨ་འོ་དེ་གི་ནང་ལ་ཨ་དེའི་ནང་ལ་ཡོད་རྒྱུ་ཡུག་རེན་མི་མི་མང་ཚང་མ་གང་མགྱོགས་མགྱོགས་ད་སྐྱབས་བཅོལ་ལ་འགྲོ་ཐུབ་བ་བྱས་ལ་རོ་ཨ་དོ་དོ་དོ་དེ་གི་ཤུགས་ལ་ཨ་ནི་ད་ཕ་གང་ཚར་དཔེ་བྱས་ན་ཚོ་ཏོ་རེད་དང་ཨ་ནི་ཕ་དཔེ་བྱས་ན་ཚོ་བྱས་པ་དེ་ཁོ་གསལ་བོ་གསལ་རྐྱང་ཅིག་ཨ་ཆགས་བསྡད་དུ་རོ་ཨ།

མཁས་དབང་ཐེབས་རྡུལ་དེར་གད་མ་རུ་ཨ་ནི་ཁོ་རང་ཡང་ཏིས་སྐད་གྲགས་ཡོད་རྒྱུ་འདི་དཔེར་ན་ཁོའི་མིང་ལ་ག་རེ་ཟེར་ན། Mister Paulson ལ་ཉེ་ཞིག་འདུག་ཨ་འོ་ཁོས་རྩོམ་ཅིག་བྲིས་ཡོད་ད་ར་ཤི་ཡའི་དང་ཡུཀ་རེན་གྱི་དམག་དེ་སྐོར་ལ་རུ་ཨ་ཨ་ནི་དེ་གི་རྩོམ་ནང་ལ་ཁོས་ག་རེ་བྲིས་ལ་ན། ཨ་ནི་ད་གང་ལྟར་ཁ་སང་དམག་ཤོར་ར་ནི་ད་ལྟ་བར་དུ་ཨ་ནི་ཡུཀ་རེན་གྱི་ངེད་ནས་གབ་དེ་ཡིན་ན་གང་ལྟར་རྒྱ་གར་དེ་ང་ཚོ་ཡུཀ་རེན་གྱི་ཡིང་བསྟག་པ་ལ་དེ་གའི་རུ་ཨ་ཨ་ནི་དམིགས་བསལ་ཡུཀ་རེན་རྒྱབ་ལོགས་ལ་རོགས་པ་བྱེད་ཉིན་ཨ་རི་དང་ཡུ་རོབ་ཚང་མ་ངེད་ནས་རེ་བ་ད་རང་རྒྱག་གི་ཡ་ད་གང་ལྟར་བར་ར་ཤི་ཡ་ཏག་ཏག་བཟོ་བས་དང་ཨ་ནི་ར་ཤི་ཡས་དེ་ཕམ་པར་བཟོ་བས་དེ་འདྲ་ཅིག་བྱེད་དེ་གའི་རུ་བ་ཨ་ནི་དམིགས་བསལ་གྱི་ཡུག་རེན་གྱི་ངོས་ནས་ཡང་དེ་ཁ་ནས་ལབ་བ་ཙམ་མ་ཡིན་པར་ཕ་རྫི་ངན་གྱི་ནད་ཡུ་བ་དང་ཨ་ནི་རྫི་ངན་གྱི་སྙིང་སྟོབས་དེ་དང་ག་ལ་གང་འཚམ་གྱི་དབྱེ་བ་དེ་ང་ཚོ་ད་ལྟ་མཐོང་ས་སོང་བ་འོ་ད་གང་ལྟར་ག་རེ་ཡིན་ན་མ་ཡིན་ན་གང་ལྟར་ད་ལྟ་བར་དུ་ཨ་ནི་ཡུག་རེན་གྱི་ངོས་ནས་རྟག་པར་གྱི་དེ་འདྲ་ཅིག་ཨ་ལ་དེ་གའི་རུ་བ་ད་ཡིན་ན་ད་དེ་གའི་ཆབ་སྲིད་ཀྱི་མཁས་དབང་དེ་གའི་སྐད་ཆ་ག་རེ་བཤད་ལ་ན་ཨ་ནི་ད་ལྟ་དེ་གའི་ཡུག་རེན་གྱི་ལ་བལ་དེ།

ཤུགས་ཆེ་ཆུང་གང་ཅི་ལྟར་ལྟ་བ་འདི་རྩ་བ་ཉིད་དོན་ཐད་ཀྱི་ལེགས་གྲུབ་བྱུང་གི་མ་རེད་ཟེར་བ། འོ་ད་བསམ་རྡོག་རྡོག་དེ་གི་ཁྲ། ཆབ་སྲིད་མཁས་དབང་དེ་གི་ཤུགས་ལ་སྐད་ཆ་ག་རེ་བཤད་ལ་ན། ཨ་ནི་དེ་འདྲ་གི་འཆར་སྣང་ཁིར་བྱས། ཨ་ནི་ཕག་རྫི་འགའ་དྲ་མ་ར་བྱས་དོན་དམག་དེ་འགྱིག་རིང་པོ་འགྲོ་བ་ན་ཨ་ནི་རུག་རན་ལ་དེ་འདྲ་གི་ད། དཀའ་ངལ་འཕྲད་གི་ཉེན་ཁ་ཡག་རེད་རྡོག་རྡོག་བཤད་གི་རུ་བ་ཨ་ནི་དེ་མཉམ་དུ་ཡག་བྱས་བྱུང་ན་ད་དེ་བྱས་ཡོད་ལར་ང་ཚོ་ག་ལ།

ད་གནམ་གྲུ་ཡིན་རྒྱུ་དེ་ན་ལ་མིའི་འགྲོ་མི་དགོས་དེ་རེད་གནམ་གྲུ་ཅིག་ཡོད་ཨོ་དེ་འདྲ་མང་པོ་ཞིག་བཏང་ཡ་འཆར་གཞི་ཚང་མ་བྱས་འདུག་ལ་རོ་ཨ་ཨ་ནི་དམིགས་བསལ་གི་ཨི་རན་གི་དམག་མི་ངེད་ནས་ཨ་ར་ཤི་ཡའི་དམག་མི་ལ་སྦྱོང་བརྡར་སྤྲད་ཡི་འདུག་ལ་རོ་ཨ་ད་སྦྱོང་བརྡར་ག་རེ་གང་སྤྲད་འདུག་ལ་ན་ཨ་ནི་ད་དེ་གི་མཚན་ཆ་དེ་ཚོ་གང་འདྲ་ས་བེད་སྤྱད་བྱས་ཡོད་རེད་ཨ་ནི་དེ་ཚོ་གང་འདྲ་ས་གང་འདྲ་བེད་སྤྱད་བྱས་བྱས་ཕ་ཡུཀ་རེན་ལ་གཏོར་རྒྱལ་བཏང་འོ་ལ་ཉེ་དུས་ཞེས་ཧ་གོ་ཡ་ཞིག་འདུག་ཨ་ནི་ད་ལྟའི་དེ་འདྲ་གི་སྦྱོང་བརྡར་ཅིག་བྱེད་ཀྱི་འདུག་ལ་ཉེ་ཚེ་སྐད་ཆ་བཤད་ཅིག་ཨ་ཆགས་བསྡད་འདུག་ཨོ་ད་དེ་ཚོ་གི་ཤུགས་ལ་ད་དོགས་འདུག་གང་ལྟར། ད་ལྟའི་ཆ་ལ་ཡུཀ་རེན་ལ་རོགས་པ་དེ་ཨ་ནི་ནུབ་ཕྱོགས་རྒྱལ་ཁབ་དང་ཨ་རི་གི་བྱེད་བ་ནང་ལྟར་གྱི་ཨ་ནི་ར་ཤི་ཡ་ལ་རོགས་པ་བྱེད་ཉེ་ད་ཁོ་རང་གི་འདི་ཐིངས་པ་རྒྱལ་ཁབ་ད་ཨི་རན་འདྲ་བོ་དེ་ཚོ་ཆགས་བསྡད་འདུག་ཨ་ནི་ད་རྒྱ་ནག་གི་ག་ཚོད་བྱེད་ཀྱི་ཡིན་མི་དེ་ད་གོ་ངས་གསལ་དོད་པོ་མེད་བ་ན་རྒྱབ་ལོག་བྱེད་ཀྱི་ཡོད་པ་དེ་ཁོས་གསལ་བོ་གསལ་རྐྱང་ཅིག་ཨ་ཆགས་བསྡད་ཀྱི་རེད།

ང་ནི་སྟོབས་ཆེན་རྒྱལ་ཁབ་ཡིན། ད་ལྟ་བཅོམ་ལྡན་འདས་ཡིན་པ་ནང་ལྟར་གྱི་དེ་ལ་ཡང་ཞེད་སྣང་ཚ་བོ་ཆགས། ཨ་ནི་ག་ལྟར་འདི། ལོ་ག་ཕྱེད་ཡིན་རུང། འོ་དེ་འདྲ་སོང་ཙང་ཨ་ནི་ཨ་རི་དེ་འདྲ་རོ་ཆགས་ཏེ་ཨི་རན་རྩ་བ་ཉིད་ནས་ག་ཡི་ཁོ་ན་ཡང་མ་རེད་ཁར་སང་ཨ་རི་དང་ཨི་རན་ལ་ཉེ་དེ་རྦད་དེ་ད། འདྲ་དྲ་ན་ལྷོ་རེད་ད་ཆིག་སྟོང་དགུ་བརྒྱ་དེ་མཇུག་དེ་འགུག་གི་རྗེས་ཡིན་ནི་ཨ་ནི་ཁོ་གཉིས་རྦད་དེ་ད། ཆབ་སྲིད་དང་དཔལ་འབྱོར་དང་ཨ་ནི་ད་གང་ཅིའི་ཐད་ནས་ག་འདྲ་རེད་ད་ཁོ་གཉིས་རྦད་དེ་རྩ་བ་ཉིད་ནས་འཆམ་གི་ཡང་མ་རུང། ཕྱོགས་གཅིག་འདྲ་བ་ཡིན་ན་ཨི་རན་དང་ཨི་ཟི་རེལ། ཨི་ཟི་རལ་ལ་ཉེ་དེ་ད་ཁ་ཆུ་ལུང་པ་ནང་ལ་དགྲ་དགྲ་དག་དེ་དག་ཨི་ཟན་ཨི་རན་དང་ཨི་ཟི་རལ་ནང་འགྲོ་བ་ཨ་ནི་ཨ་རིག་གི་མཐུན་ཕྱོགས་སྐྱག་ཁབ་ཡག་ཤས་ཅིག་དེ་ད་ཁ་ཆུ་ལུང་པ་ནང་ཡེ་འགྱོ་དེ་ཨི་ཟི་རལ་ཆ་གས་འགྲོ་བ་འོ་ད་གང་ལྟར་དེ་འདྲ་གི་རྒྱུ་མཚན་མང་པོ་ཞིག་ལ་བརྟེན་རྗེས་ཨ་ནི་ཨི་རན་དང་དེ་ད་ཨ་རིག་གཉིས་དེ་རྩ་བ་ཉིད་ནས་དེ་ཆང་གི་ཡ་མ་རོ་བ་འོ་དེ་འདྲ་སོང་ཚ་ཨ་ནི་ད་དུས་ཚོད་ལ་ཨ་རིག་ལ་རྒྱལ་ཁ་ཅིག་ཐོབ་གི་ཡོད་ན་དེ་ཨི་རན་དགའ་གི་མ་རོ་བ་དེ་འདྲ་སོང་ཚ་ཨ་ནི་ཨི་རན་གི་དང་དེ་འདྲ་ལྟ་ངན་ཅིག་ཚ་ཤས་ཅིག་བྱེད་བསྡད་འདུག་བ་འོ་དེ་འདྲ་སོང་ཚ་ཨ་ནི་ད་གང་ལྟར།

ར་ཤི་ནས་གྱིས་ཨ་ནི་མ་སྦལ་དུག་ཚོགས་གྱིས་ཅི་ཐ་མ་དར་ལ་འཇར་མ་ནི་ན་འགྲོ་ཡ་རུ་བའོ། དེ་འདྲ་སོང་ཙང་ཨ་ནི་ད་དེ་གི་གས་ཀྱི་ལམ་པ་དེ་ད་མདང་དགོང་ནི་ཀ་ཀི་ལར་ད་རུ་བ་དེ་འདྲ་དེ་གི་ཅི་འདྲ་དེ་འི་ཚེ་བཅུ་ནི་རུ་བ་ད་དེ་ཀ་ཨ་ཡིན་ན་ཨ་ནི་ད་ད་འཇར་མ་ནི་ན་ལ་ག་ཟེ་ཀ་ང་ཁྲི་ད་འཇར་མ་ནི་ཤག་ཤི་ཡུ་རོབ་ཕོ་རང་ན་ལ་ཧང་སང་གས་ཀྱི་ཀ་ང་ཁྲི་ཡོ་དི་ད་སེ་འོ་སེ་ཀྱང་ཅི་ད་དེ་ཅི་ལ་ཨ་ཆག་དེ་གི་རུ་བ་ད་ཅི་ད་ར་ཤི་གི་ན་དེ་ཤེ་ཁ་ཏྱར་སི་ན་ད་ལེ་དེ་གི་ཀ་ཨ་དི་ད་ག་ཟེ་ང་ཚོ་གི་ཆབ་སྲིད་དང་དེ་འདྲ་གི་ལག་པ་བྱས་བྱས་བེད་སྤྱད་བྱས་བྱས་བཀག་བཀག་རྩ་བ་ཉིད་ནས་བཀག་མེད་ཟེར་བ། དེ་བཀག་པའི་རྒྱུ་མཚན་དེ་ཨ་ནི་ང་ཚོ་ལོ་རྟག་པར་ཕྱིན་དེ་གང་ལྟར་དེ་གི་ལམ་པ་ཡིན་ནར་ཡང་མིན་ན་གྷེས་ཀྱི་ད་ང་ཚོ་པཱིབ་ལགས་རུ་ཨ་པཱིབ་དེ་བསྐྱར་བཅད་བྱས་ཀྱི་ཆེད་དུ་ཨ་ནི་ང་ཚོ་གི་བཀག་ཨ་ཡིན་ཟེར་བ། ཨ་ནི་དེ་ས་ང་ཡི་ད་ད་ད་ཅིན་ད་དིན་པ་གི་ཚེས་ཉི་ཤུ་རྩ་གཅིག་ཉིན་དེ།

ར་ཤིའི་དེ་བཀག་གི་རྒྱུ་མཚན་དེ་ག་རེ་ཟེར་ན་ཨ་ནི་ད་དེ་གས་གཏང་སའི་ང་ཚོ་པཱེབ་ལག་རུ་བ་ད་དེ་བད་ཀན་གྱི་ཡག་ཏོག་ཏོག་ཅིག་གོ་ཚིག་མ་ཟེར་བ་གང་ལྟར་ང་ཚོ་ད་དེ་ཁ་ལོ་ད་བྱིད་ཀྱི་ཟེར་རྒྱུ་དེ་ར་ཡག་རུ་བ་ད་ང་ལྕགས་དང་ཟེར་རྒྱུ་སྦྱོར་བ་ད་ཚོ་ཁོ་ཚོ་གྱིས་ལ་འགྲོ་ཡག་རུ་བ་འོ་དེ་དགོ་ནི་བསྐྱར་གསོ་བྱས་དུ་བཀག་ཡིན་ལ་རུ་བ་ད་ཡིན་ན་དེ་བསྐྱར་གསོ་བྱས་གི་དེ་འདྲས་ང་ཚོ་ལྕགས་ལག་དང་ཨ་ནི་དེ་གི་པཱེབ་དེ་ག་བ་བཟོ་གི་ལ་ན་ཨ་ནི་ཁ་ན་ཏྲ་ན་བཟོ་གི་ཡ་རུ་བ་འོ་དེ་འདྲ་སོང་ཚོ་ཨ་ནི་ཁ་སང་ངན་པ་དེ་འདྲས་ཀྱི་ད་ང་ཚོ་དཔལ་འབྱོར་གྱི་སྟངས་གང་དུ་ཨ་རི་དང་ནུབ་ཕྱོགས་རྒྱལ་ཁབ་ཀྱི་དཔལ་འབྱོར་ཉིང་བ་ཞེ་བོ་ཞིག་བཏང་ཨ་ནི་དཔལ་འབྱོར་ཉིང་བ་དེ་ལ་གོ་ཁྲིམས་ཡར་རོ་ག་འདྲ་བཏང་རུང་ཨོ་དེ་གི་ཁྲིམས་ནང་ལ་ཨ་ནི་དེ་གི་ཆ་ལག་དེ་ཚོ་ཕར་ར་ཤི་ལ་ཨོར་ཆོ་གའི་ཡ་མར་ཚང་མ་བཀག་ཚར་ད་ར་ཤི་ལ་བཏང་གི་མིང་ལ་རུ་ཨ་ད་ཡིན་ན་ད་དེའི་ཆལ་ད་ར་ཤི་ཡའི་དེ་འདྲ་གི་ད་ཕན་ནི་ཚུ་དཀའ་ངལ་ཤུགས་ཆེ་བོ་ཞིག་སྤྲད་ཨ་ནི་དེ་བཀག་གིན་ལས་དགའ་སུ་ད་འཇར་མི་ནི་དང་དེ་ཚོ་འུ་ཐུག་གི་ཡར་ད།

ཁ་ནད་དྲག་དང་དེ་དག་འཇར་མ་ནི་དེ་ཚོ་ཡི་བྱེད་སྟངས་དེ་ཚོ་ཡང་ཏིགས་སེ་ང་ཚོ་ལ་ད་སློབ་ཚན་དང་མ་སོ་ན་གལ་ཆེ་བོ་ཞེ་བོ་ཅིག་ཆགས་བསྡད་ཀྱི་ཡ་ད་དེ་དེ་གང་འདྲ་རེད་ལ་ན་ཨ་ནི་ཆབ་སྲིད་ཀྱི་འགྲོ་སྟངས་ལ་ཉེ་དང་འཛམ་གླིང་རྒྱལ་སྤྱིས་ཀྱི་དེ་འདྲ་གི་ཆབ་སྲིད་ཀྱི་འགྱུར་བ་ལ་ཉེ་ཁྲིད་ལ། ཚང་མ་སོ་སོ་གི་ག་རེ་བསམ་པ་འདྲ་བོ་དང་ཨ་ནི་སོ་སོ་གི་ད་ག་ལ་བ་ད་སེམས་ན་གྲ་སྒྲིག་བྱས་བ་ནང་ན་གི་འགྲོ་བའི་རྩ་བ་ཡིན་ན་ཡ་མ་ད་དེ།

གསལ་བོ་གསལ་ཀྱང་རུང་ཨ་ནི་དེ་ལས་ཀྱང་གལ་ཆེ་སྟེ་ཨ་ནི་འཇར་མ་ནི་ནང་ལ་ཡོད་རྒྱུ་མི་མང་མང་པོ་ཞི་བ་ཆེ་ལ་ད་དེ་དཀའ་ངལ་ཞོར་འཕྲད་དེ་རུ་ཨོ་དེ་འདྲ་སོང་ཙང་ཨ་ནི་དཀའ་ངལ་ཆེ་ཆུང་ལ་དཔེ་དབྱི་ཨ་ནི་ད་ད་ཡུག་རེན་ནས་ཡིན་ན་རེད་ད་དེ་མ་དེ་མཚམས་བཞག་གི་དེ་རིང་དེ་ཚོད་ཆེ་རུ་ཨོ་དེ་འདྲ་སོང་ཙང་ད་གང་ལྟར་ག་རེ་ཡིན་ན་མ་ན་གང་ལྟར་འཛམ་གླིང་རྒྱལ་སྤྱིའི་གི་ཆབ་སྲིད་ཀྱི་འགྲོ་སྟངས་ལ་ནི་དེ་འདྲ་ཅིག་རེད་རུ་ཨ་ད་རྡོག་རྡོག་བཤད་བ་ཡིན་ན་ནི་རྟག་པར་ཞིག་ལབ་དེ་རུ་ག་དྲ་སི་ན་ཆབ་སྲིད་ལ་ཉེ་དེ་དང་ལ་ངའི་གནས་ཚུལ་གྱི་དེ་འདྲ་ཡི་ད་ང་ཚོ